ཨོ་མི་མང་རྣམ་པ་ཚོ། འཚམས་འདྲི་བཀྲ་ཤིས་བདེ་ལེགས། ཨ་ང་ད་རི་དེ་ཚོགས་པས་ཀྱི་གསལ་བསྒྲགས་གལ་ཆེན་པོ་ཞིས་ཞེས་ཞུ་ཡས་ཡོད། ཨ་ནི་ཚང་མས་དགོངས་པ་འཇགས་རོགས་གནང་ཞེས་ཞུ་ཡས་ཡིན། དང་པོ་དེ་ལ་ཡང་ད་རིང་མིན་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོ་དེ་སླེབས་ཀྱི་ཡོད་རེད། ཨ་འདི་དང་འབྲེལ་བའི་ཐོག་ནས་ད་ད། འོས་ཤོག་བླུ་ཡ་ལི་ཡ་ཐོ་འགོད་བྱེད་ཡས་རེད་བྱས་ཙང་འདི་དང་འབྲེལ་བའི་ཨ་ནི་གསལ་བསྒྲགས་བྱས། གཉིས་པ་འདི་ད་ལྟ་སྤྱི་ཟླ་བཅུ་པའི་གི་ཚེས་བཅུ་བདུན་ཉིན་མོ་འདས་ལི་ཡ་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་རི་གྲོས་ཚོགས་ངོས་ནས་གསེར་གྱི་གཟེངས་རྟགས་ཕུལ་ཡས་གི་མཛད་སྒོ་འདི་བྱས། ཨ་ནི་གསུམ་པ་འདི་ད་ལྟ་སྤྱི་ཟླ་བཅུ་གཅིག་གི་ཚེས་བརྒྱད་ལི་ཡ་ང་ཚོ་གོ་སྟོན་དང་འབྲེལ་བའི་ཨ་ནི་གོ་སྟོན་གི་ལས་འཆར་དང་འབྲེལ་བའི་ཐོག་ནས Bike Rally གོ་སྒྲིག་ཞུ་གི་ཡོད་རེད། ཨ་ནི་དེ་ནས་ཐ་མ་འདི་ད་ལྟ Flu Shot སྐོར་ལ་ཡིན། ཨ་ནི་དང་པོ་དེ་ད་ལྟ། ད་རིང་མིན་ཕྱི་ཟླ། ཉིས་སྟོང་ཉི་ས་དྲུག་གི་ཕྱི་ཟླ་གཉིས་པ་ནས་ད་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོ་དེ་སླེབས་ཀྱི་ཡོད་ཙང་ཨ་ནི་དེ་འོས་ཤོག་མ་བླུགས་སྔས་ལ་ཡ་སྔས་ལ་ཡ། ད་མི་མང་ཚང་མས་ཀྱི Register ཐོ་འགོད་གནང་དགོས་ཀྱི་ཡོད་རེད་ར། དེ་ད་ལྟ་ཁ་ཚིག་འོས་བསྡུ་ལས་ཁུངས་ནས་གསལ་བསྒྲགས་གནང་ཡ་ལ་ཡ། ཨ་ནི་ཕྱི་ཟླ་བཅུ་པའི་གི་ཚེས་བརྒྱད་ནི་བཅུ་གཅིག་གི་ཚེས་བརྒྱད་བར་དུ་ཟླ་བ་གཅིག་གི་དུག་ཆེན་དུས་ཚོད་བཞིན་གནང་ཡོད་རེད། བྱས་ཙང་དེའི་ནང་ལོགས་ལ་ཡང་ང་ཚོ་ད་ཐོ་འགོད་གནང་ཚར་བ་གོ་གི་ཡོད་རེད་བ། སོང་ཙང་ད་ང་རང་ཚོ་ཚོགས་པའི་ངོས་ནས་ད་རིང་ཡོང་རྒྱུའི་གཟའ་ཉི་མ་ནས་དུག་ཆེན་ཨ་ནི་འགོ་བཙུགས་ཡས་ཡིན། བྱས་ཙང་དེའི་མི་མང་རྣམ་པ་ཚང་མས་ཀྱི་ཐུགས་ཞིབ་གནང་བྱས་ཨ་ནི་སོ་སོ་ངོ་ཤེས་པ་རེད་གྲོགས་པོ་གྲོགས་མོ་སྤུན་སྤུན་རྒྱ་ཚང་མ་ལ་ཡང་ཕར་ཚུར་བརྡ་འཕྲོད་པ་ཅིག་གནང་རོགས་གནང་ཞེས་ནི་འབུལ་སྐུལ་ཞུ་ཡས་ཡིན། ཨ་ནི་དེ་ནས་ཡང།

ཐོབ་ཐང་ཡོད་རེད་ཞེས་ནི་ཞུ་ཡ་ཡིན། ཡང་ལོ་བཅོ་བརྒྱད་དེ་ཡ་ཉིས་སྟོང་ཉིས་ས་ལྔ་ཕྱི་ཟླ་བཅུ་གཅིག་གི་ལྟ་རི་ཉིས་རྩ་གསུམ་ཉིན་མོ་དེར་ཡ་ལོ་བཅོ་བརྒྱད་ཟིན་གྱི་ཡོད་ན་འགྲིག་གི་ཡོད་རེད། ད་དེ་ནས་ནི་ཉིན་མ་གཅིག་གཉིས་ཀྱི་ཡར་མར་འགྲོ་གི་ཡོད་ནས་ཡང་གོ་ཆོག་གི་ཡོད་མ་རེད་སྒྲིག་གཞི་གཞི་བཟུང་གི་དེ་རྩིས་ཀྱི་རྣམ་པ་ཚང་མ་ལོ་ཡ་དགོངས་པ་བཞེས་རོགས་གནང་ཞེས་ནི་ཞུ་ཡ་ཡིན། དེ་ནས་སེ་ར་གཉིས་པ་དེ་ད་ལྟ་རིང་མིན་ཕྱི་ཟླ་བཅུ་པའི་གི་ཚེས་བཅུ་བདུན་ཉིན་མོ་ལ་ཡ་ང་རང་ཚོ་ད་ཅི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་ཨ་རི་སྲིད་གཞུང་གིས་གསེར་གྱི་གཟེངས་རྟགས་ཕུལ་བའི་མཛད་སྒོ་འདི་འདི་ང་རང་ཚོ་སྤྱི་ཁང་རང་ལ་ཡིན། དགོན་བདག་ཆུ་ཚོད་ལྔ་པ་ནས་བྱས་ནས་འདུག་བྱས་ནས་མཛད་སྒོ་འགོ་འཛུགས་ཞུ་གི་ཡོད། འདི་གཟིགས་ཀྱི་མི་མང་གང་མང་མང་ཕེབས་རོགས་གནང་ཞེས་ནས་ཞུ་ཡ་ཡིན། དེ་ནས་གསེར་རྟགས་གསུམ་པ་འདི་ད་གིན་ཕྱི་ཟླ་བཅུ་གཅིག་གི་ཚེས་བརྒྱད་ལ་ཡང་ང་ཚོ་གོ་སྟོན་དང་འབྲེལ་བའི་ཐོག་ནས་ད་ལོ་གཅིག་གི་ལས་འཆར་སྤེལ་དགོས་ཀྱི་ཡོད་ཙང་ཕྱི་ཟླ་བཅུ་གཅིག་གི

མི་དམངས་གང་མང་མང་མཉམ་ཞུགས་གནང་ཐུབ་ན་དངོས་འབྲེལ་སྐོར་ར་དང་གོ་དོན་དང་འབྲེལ་བཅས་ནི་ད་ལོ་ལོ་གཅིག་གི་རྒྱལ་བའི་གོ་དོན་སྲུང་བརྩི་ཞུ་ཡལ་ཡང་སྤེལ་མ་སྲིད་ཀྱི་རླབས་ཆེན། འདི་ནི་སེར་སྒྲ་ཐ་མ་དེ་ད་ལྟ Flu Shot སྐོར་ལ་ཡིན། དུས་རྒྱུན་ཡིན་ན་ང་རང་ཚོ་དེ་ས་གནས་ལ་ཡང་ད་ལྟ County ལ་ཡང་འབྲེལ་བ་ཞུས་རྗེས་ང་ཚོ་དེ་གོ་སྒྲིག་ཞུ་གི་ཡོད་རེད་ད་ཡིན་ན་ཁ་ཚང་ངེད་ཅག་དེ་འདྲའི་ཁ་ཤས་ཅིག་གིས་དྲི་རྩད་ཞུ་ངེས་འདུག་སོང་ཙང་ང་རང་ཚོ་ད་ལྟ་འཕྲོད་བསྟེན་ཚོགས་ཆུང Health Committee ད་ལྟ་བདེ་ཆེན་ལ་དབུས་བོད་ཀྱི་ཁོ་རང་ཚོ་གི་ཨ་ནི་རྐང་དྲིལ་ཡར་འབྲེལ་བ་ཞུས་བྱས་ཨ་ནི་ད་ལོ་རིང་ག་དེ་ཡོང་ས་མ་རེད། ག་ཡིན་ཟེར་ན་རྐང་དྲིལ་ད་ཁོ་རང་ཚོ་ས་གནས་རྫོང་གི་སྔོན་རྩིས་ད་ཏག་ཏག་བསྡད་ཀྱི་ཡོད་ས་མ་རེད་སོང་ཙང་ཨ་ནི་དེ་ང་རང་ཚོ་སྤྱི་ཁང་ལ་ཡར་གོ་སྒྲིག་ཞུ་ཐོས་དེ་ཡོང་གི་མི་འདུག་དེ་ཙང་ཕླུ་ཤོར་དེ་འདྲ་བརྒྱབ་དགོས་ཀྱི་ཡོད་ན་ཨ་ནི་ཕ་སྨན་ཁང་རང་ལ་ཡར་ཕར་ཕེབས་བྱས་བརྒྱབ་གནང་དགོས་ཀྱི་འདུག་བྱས་ཙང་དེ་རྣམ་པ་ཚང་མེད་ཀྱི་མཁྱེན་རྟོགས་ཆེད་དུ་ཞུ་ཡས་ཡིན། ལགས་སོ། ཐུགས་རྗེ་ཆེ་གནང།